བོད་མི་ལུགས་གཉིས་ཀྱི་བླ་ན་མེད་པའི་དབུ་ཁྲིད་དགེ་ལྡན་ཞི་བའི་ཁོང་གསུང་ཆོས་ཀྱི་རྒྱལ་པོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་ཕྱག་སྔོན་དུ་ཕུལ་བའི་ཐོག་ནས་དེ་རིང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་ལྔ་པའི་མཛེས་དགེ་དང་ཕེབས་པའི་ཤོག་བུའི་དགེ་འདུན་གྱི་སྡེ་རྣམ་པ་དང། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་ལས་ཟུར་རྣམ་པ། སྲིད་ཀྱི་ལས་བྱེད་རྣམ་པ། དེ་རིང་མཛད་སྒོ་ཆེད་དུ་ཕེབས་པའི་ཨོ་སི་ཀྲི་ལི་ཡ་གྲོས་ཚོགས་འཐུས་མི་སྐུ་ཞབས།

ནི་བརྩེ་བའི་སློབ་ཕྲུག་རྣམ་པ། མོ་ཚོགས་བཅས་ལ་བོད་མི་མོ་ཤི་འདུས་ལྷན་ཚོགས་ཀྱི་གསུང་བཤད་སྙན་འགྲེལ་ཞུ་རྒྱུ་ཡིན། དེ་རིང། ཕྱི་ལོ་སྐྱིད་སྟོང་དགུ་བརྒྱ་ང་དྲུག་ང་དགུ། ཟླ་བ་གསུམ་པའི་ཚེས་བཅུ་ཉིན། བོད་ཆོལ་གསུམ་རྒྱ་ཆེའི་མོ་ཚོགས་ཀྱིས་བོད་ཀྱི་རྒྱལ་ས་ལྷ་སར། ཞི་བའི་དགེ་སློང་བྱས་ཏེ་མི་ལོ་དྲུག་ཅུ་རེ་ལྔ་ཧྲིལ་པོ་འཁོར་བའི་གངས་ཅན་བོད་མི་རྣམས་ཀྱི། མི་ཐོག་ནས་མི་ཐོག་བརྒྱད་དཀའ་བའི་ལོ་རྒྱུས་རང་བཞིན་ལྡན་པའི་དུས་ཚིགས་དཀའ་གནད་ཅན་གཅིག་དང། བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་ལུས་སྲོག་ལོངས་སྤྱོད་དང་བཅས་པ་ཡངས་སུ་བློས་གཏོང་གནང་མཁན་རྒྱ་ཆེའི་དཔའ་བོ་དཔའ་མིའི་རྗེས་དྲན་གྱི་ཉིན་མོ་ཞིག་ཀྱང་ཆགས་ཡོད་པས། ད་བར་བོད་བསྟན་སྲིད་མི་རིགས་ཀྱི་དོན་དུ་རྒྱ་གཞུང་གི་བཙན་དབང་དང། གཉའ་གནོན་སྡུག་སྦྱོང་འོག་དུས་མིན་སྤྱན་འདྲེན་སུ་སོང་བ་རྣམས་དང། ད་ལྟའང་མནར་གཅོད་མྱོང་དང་མྱོང་བཞིན་པའི་རང་རིགས་སྤུན་ཟླ་རྣམས་ཀྱི་ལྷག་བསམ་དང། སྙིང་སྟོབས་བློས་གཏོང་བཅས་ལ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་ཡི་རང་བསྔགས་བརྗོད་དང། ཁོང་རྣམ་པའི་མཛད་རྗེས་ཡིད་ལ་དྲན་པའི་ཐོག་ནས་གདུང་སེམས་མཉམ་བསྐྱེད་དང་མྱ་ངན་གུས་འདུད་ཞུ་རྒྱུ་ཡིན། ཕྱི་ལོ་སྐྱིད་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ཟླ་བ་བཅུ་པའི་ཚེས་གཅིག་ཉིན་རྒྱ་ནག་དམར་ཤོག་ཚོགས་པ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཟེར་བ་གསར་འཛུགས་བྱས་པ་ནས་བཟུང་བལ་ས་སྐྱིད་འགྲོ་གཏོང་གྱི་མིང་འདོགས་འོག་བལ་ནང་བཙན་འཛུལ་བྱེད་འགོ་བཙུགས་པ་དང། སྐབས་དེར་ཕྱི་ནོར་གོང་ས་ཤོག་མགོན་ཆེན་པོ་མཆོག་བལ་ལུགས་དགུ་གྲངས་བཅུ་དྲུག་ལས་སད་མེད་ཀྱང། བོད་ཀྱི་ཆོས་སྲིད་ལུགས་གཉིས་ཀྱི་ཐོག་འགན་བཞེས་རྗེས། བོད་འདི་ཞི་བདེ་དང་མི་མང་གི་ཚེ་སྲོག་སྲུང་ཤུགས་བསྐྱེད་ཀྱི་ཆེད། ལོ་ངོ་དགུ་ལྷག་ཙམ་རིང་ཞི་འགྲིག་ཡོང་ཐབས་གཙོར་བཟུང་གནང། ཕྱི་ལོ་སྐྱིད་སྟོང་དགུ་བརྒྱ་ང་བཅུ་ང་གཅིག་ལོར་གྲོས་མཐུན་དེ་མཚོན་བསྐྱུར་གཏིང་ཟེར་བ་བཙན་དབང་འོག་བཞག་བཅུག་ནས་རིམ་པས་རྒྱ་གཞུང་རང་ངོས་ནས། བཙན་བཀའ་གཏོང་བའི་སྡེ་ཚན་ཁག་རྩིས་མེད་རྡོག་རོལ་གཏོང་བ་མ་ཟད། ཕྱི་ནང་གོང་ས་ཤོག་མཁན་ཆེན་པོ་མཆོག་གིས་སྐུ་བཤེར་བསྡུ་བའི་ངན་གཞིའི་རྐྱེན་གྱིས་གདོང་རིང་ངོ་མ་དམར་རྒྱན་མངོན་གསལ་དུ་མཐོང་རྐྱེན། བོད་རྒྱ་ཆེའི་མང་ཚོགས་གཟེབ་ཐོབ་དྲ་ནས་བོད་ཀྱི་རྒྱལ་ས་ལྷ་སར་ཞི་བའི་དགེ་སློང་ཆེན་པོ་དེ་བྱུང། རྒྱ་ནག་དམར་གཞུང་གིས་བོད་ནང་དྲག་ཤུགས་བཙན་གནོན་རྒྱ་སྐྱེད་བྱས་རྐྱེན་མཐར། ཕྱི་ནང་གོང་ས་ཤོག་མཁན་ཆེན་པོ་མཆོག་དང་བོད་མི་ཁྲི་ཚོ་བརྒྱད་ཙམ་རྒྱ་གར་ནང་བཙན་བྱོལ་དུ་གྱར་དགོས་བྱུང་ཡོད། རྒྱ་ནག་དམར་གཞུང་གིས་བོད་ནང་བཙན་འཛུལ་བྱས་ནས་ད་བར་མི་ལོ་བདུན་ཅུ་ལྷག་འགྲོ་བཞིན་པའི་རིང་བོད་མི་ས་ཡ་བརྒལ་བ་དུས་མེ་ལྕེ་འདེབས་སུ་བཏང་བ་དང། རྒན་པ་སྟོང་ཕྲག་མང་པོ་རྩ་གཏོར་བོད་ཀྱི་སྣོད་བཅུད་ནང་གཏོར་སྐྱོང་བྱས་བཞིན་པ་མ་ཟད། བོད་མིའི་ཆོས་དང་རིག་གཞུང། སྐད་ཡིག་སོགས་རྩ་མེད་གཏོང་རྒྱུའི་ངན་བཞིན་རྒྱུན་ཆད་མེད་པར་བཤམས་ཏེ། བོད་རྒྱལ་ཁབ་ཀྱི་བདག་པོ་བོད་མི་རྣམས་ཀྱི་གཞི་རྩའི་འགྲོ་བ་མིའི་རང་མཚོན་ཆེད་བཙན་འཕྲོག་བྱས་ཏེ་གདུག་རྩུབ་ཅན་གྱི་སྲིད་བྱུས་འོག་བོད་མི་རྣམས་ཀྱི་དམྱལ་བ་མིང་དུ་ལྷད་པ་བཏབ་པའི་གདུང་གཞོང་ཚད་མེད་མྱོང་དང་མྱོང་བཞིན་པའི་གནས་སྟངས་ཆེས་འཛའ་དྲག་ཐོག་གནས་ཡོད་པའི་བདེན་དཔང་ནས། ཕྱི་ལོ་ཉིས་སྟོང། བརྒྱད་ལོར་བོད་ཀྱི་རྒྱལ་ས་ལྷ་སར་གཙོ་བོར་གྱུར་པའི་བོད་ཆོལ་ཁ་གསུམ་གྱི་ནང་ས་གཞི་ཞི་རྒོལ་ཆེན་མོའི་ལས་འགུལ་སྤེལ་བར་རྒྱ་དམར་གྱི་དྲག་པའི་དམག་དཔུང་གིས་གོང་ཚན་བེད་སྤྱོད་བཏང་སྟེ་རྡུང་རྡེག་འཚོབ་སྐྱེན་བཏང་རྐྱེན། བོད་མི་སེར་སྐྱ་ཕོ་མོ་མང་པོའི་སྐུ་སྲོག་ཤོར་ཡོད་པ་དང། དེ་བཞིན་རྒྱ་ནག་དམར་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་འོག་བཟོད་བསྲན་ཐུབ་ཐོབ་བསྒྲགས་ཏེ་བོད་མི་རྣམས་བ་ཕྱི་འུ་ཐུག་གིས་ཕྱི་ལོ་ཉིས་སྟོང་དགུ་ནས་ད་བར་ཤེས་རྟོགས་ར་སྤྲོད་གསལ་པོ་བྱུང་བར། བོད་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་གྱིས་རང་ལུས་མེ་བསྲེགས་གཏོང་དགོས་བྱུང་ཡོད་ནའང། རྒྱ་ནག་གི་མགོ་ཁྲིད་ཚོས་བོད་མིའི་བདེ་སྡུག་ལ་བསམ་ཤེས་བྱ་རྒྱུ་ལས་ལྡོག་སྟེ་གདུག་རྩུབ་ཆེ་བའི་ནོར་འཁྲུལ་ཅན་གྱི་སྲིད་ཇུས་དེ་དག་དམ་འཛིན་ཆེ་རུ་གཏོང་བཞིན་པ་མ་ཟད། རྒྱ་ཕྱིའི་སྤྱི་ཚོགས་ནང་ཡར་རྒྱས་ནི་འགྲོ་བ་མིའི་ཐོབ་ཐང་ཡིན་ཚུལ་བརྗོད་དེ་བོད་ནང་ཡར་རྒྱས་དང་བདེ་སྐྱིད་ཡོད་ལུགས་འཛིན་སྟངས་ཁོ་ན་ཕྱོགས་ཕེར་བྱས་ཏེ་རྒྱ་ཕྱིའི་གཞུང་དང་མི་མང་རྣམས་མགོ་སྐོར་ལྷུ་སྒྲིག་བྱེད་དངོས་ཡོད་མཛའ་གྲགས་གནས་སྟངས་རྦད་འགེག་བྱེད་བཞིན་ཡོད། བོད་ས་ཁྱོན་ཡོངས་སུ་རྒྱལ་ཁབ་བདེ་འཇགས་དང་བརྟན་ལྷིང་གི་འབད་འབྲིའི་འོག་ཕྱོགས་གསུམ་བོད་མི་སྤྱི་དང་ཞེ་དྲག་ཏུ་བོད་མི་རིགས་ཀྱི་རིག་གནས་དང་གོམས་གཤིས་ཁོར་ཡུག་བཅས་ལ་འགན་ཁུར་གནང་མཁན། བླ་སྤྲུལ་དགེ་བཤེས་གྲྭ་བཙུན། རྩོམ་པ་པོ་དང་གཞི་རྩལ་བ་ཁོར་ཡུག་སྲུང་ཤོག་པ། དགེ་རྒན་སོགས་མོ་པོ་འཛིན་བཟུང་བཙོན་འཇུག་དང་རིགས་གཅིག་གར་སོང་ཆ་མེད་ཀྱི་ལོ་དང་ཟླ་གྲོངས་མོ་པོར་ཕ་མ་སྤུན་མཆེད་རྣམས་ཀྱིས་གར་ཡོད་མ་ཤེས་པའི་གནས་སྟངས་བྱུང་ཡོད་པ་མ་ཟད། སྙོམ་སྒྲིལ་རྒྱ་མཚོ་གྱི་དམིགས་བསལ་གཏོར་བཤིག་པས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་ཙམ་སོ་སོའི་ཕ་མ་དང་ཁ་བྲལ་ནས་གཏན་འཇགས་སློབ་གྲྭར་བསྡད་བཅུག་གིས་བོད་ཀྱི་རིག་གཞུང་དང་སྐད་ཡིག་སློབ་སྦྱོང་དང་སྐོར་གཞས་བཀག་སྡོམ་བཅས་བྱས་པ་བརྒྱུད། མི་རིགས་གཅིག་དང་རིག་གནས་གཅིག་ཆོས་ལུགས་གཅིག་སྐད་ཡིག་གཅིག་གི་སྲིད་བྱུས་མངོན་གསལ་གྱི་ཐོག་ནས་བོད་མིའི་བཙན་སྐད་དུ་ལག་བསྟར་བྱེད་ཀྱིན་ཡོད་པ་མ་ཟད་བོད་མིའི་བཙན་ཤེད་ཀྱི་འདོད་མོས་མེད་པར་བོད་ཀྱི་ན་ཆུང་བྱིས་པ་ཚུན་ཆད་ཀྱི་རིག་རྫས་བསྡུ་ལེན་གྱི་ལས་འགུལ་གཞི་རྒྱ་ཆེ་བ་སྤེལ་བཞིན་ཡོད། ཉེ་བའི་ཆར་ཇི་ནི་ཝར་རྒྱ་ནག་གཞུང་གིས་རྒྱལ་སྤྱིའི་དུས་བཀག་ཤར་གྱི་ཀྱི་ཚོགས་འདུའི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཁག་གིས་བཏོན་པའི་གྲོས་འཆར་ཁག་ནང། རྒྱ་གཞུང་ནས་བོད་ཀྱི་ངོ་བོ་ལ་གནས་པའི་མི་རིགས་འདྲེས་སྦྱོར་གྱི་བྱ་གཞི་ཕྲག་ཏུ་མཚམས་འཇོག་བྱེད་དགོས་པའི་བརྡ་ལན་གཏོང་དགོས་ཆགས་ཡོད། དེ་བཞིན་རོང་བོ་ཁོང་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ཉིན་ཐོན་པའི་སྙན་ཐོའི་ནང་བོད་ནང་གི་ཆབ་སྲིད་ཐོབ་ཐང་དང་སྤྱི་ཚོགས་རང་དབང་གི་བརྒྱ་ཆ་ཀླད་ཀོར་བཏོན་ཡོད་པ་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་དང་བོད་མི་རིགས་རྩ་མེད་གཏོང་བའི་སྲིད་ཇུས་མུ་མཐུད་ལག་བསྟར་བྱེད་བཞིན་ཡོད་པ་མངོན་གསལ་རེད། ཕྱི་ལོ་ཉིས་སྟོང་ཉེར་བརྒྱད་རྩ་ཆེན་ཟླ་བ་གཉིས་པའི་ཚེས་བཅུ་དགུ་ནས་བཟུང་བོད་ནང་རྫ་དྲག་གི་གནས་ཚུལ་འབྱུང་བཞིན་པ་གཞིགས་ནས། ཁོམ་སྡེ་དགེའི་ནང་ལོ་ངོ་བརྒྱ་ཕྲག་མང་པོའི་རིང་ཕ་མེས་ནས་གནས་བཞིན་པའི་གྲོང་ཚོ་དང་གནའ་རབས་ཀྱི་དགོན་པ་ཡེ་སར་སློང་ཁང་ཆེ་གྲས་གསར་རྒྱག་གི་ལས་རྒྱུ་སྤེལ་ཆེད། རྒྱ་ནག་གཞུང་གི་འབྲི་ཆུའི་ཡུལ་རྒྱུན་དུ་སྐོམ་ཚོགས་ཆུ་མཛོད་འཛུགས་སྐྲུན་ལས་རྒྱུ་འདི་རྐྱེན་པས། འབྲི་ཆུ་ཤར་རྒྱུད་ཀྱི་གྲོང་ཚོ་བཅུ་གཉིས་ཙམ་དང་འབྲི་ཆུ་ནུབ་རྒྱུད་ཀྱི་གྲོང་ཚོ་མང་པོ་ཞིག་གི་མི་གྲངས་སྟོང་ཕྲག་མང་པོ་ཞིག་བཙན་དབང་གི་གནས་སྤོ་དང། ལོ་རྒྱུས་ཡུན་རིང་ལྡན་ཞིང་སྐུ་གདུང་རྩ་ཆེན་རིགས་དང་གནའ་རབས་ཀྱི་ལྡེབས་རིས་ཡོད་པའི་དབོན་སྟོད་དགོན་དང་ཡན་ན་དགོན། མཁར་མདོ་དགོན་རབ་སྟོན་དགོན་དགོན་གསར་དགོན་བཀྲ་ཤིས་དགོན་ལྷ་འབྲོང་དགོན་དགེ་ཐོག་དགོན་བཅས་གཏོར་བཤིག་གཏོང་འཆར་ལ། ཁུལ་དེ་དག་ཏུ་གནས་སྡོད་བོད་མི་རྣམས་ནས་ཞི་བའི་འདུ་འཛོམས་དང་ཞུ་སྐུལ་བྱེད་པར། གློ་བུར་དུ་ཉེན་རྟོག་པ་མང་པོ་ཞིག་ལྷད་དེ་བོད་མི་གང་མང་འཇུ་བཟུང་བསྐྱར་རྡུང་གཏོང་ཅན་སྨན་ཁང་དུ་ཤར་དགོས་བྱུང་ཡོད་པ་མ་ཟད། སེར་སྐྱ་མི་མང་སྟོང་ཕྲག་བརྒྱད་ལ་འཛིན་བཟུང་བཙན་འཁྲིད་ཀྱིས་མི་མང་གི་འགྲོ་འདུག་ཐོག་དམ་དྲག་ཤུགས་ཆེ་བྱས་པ་སོགས་ཉེ་ཆར་བྱུང་བའི་རྫ་བྲག་གི་གནས་ཚུལ་རྒྱལ་སྤྱིའི་སྤྱི་ཚོགས་དྲ་ལམ་དང་གསར་འགྱུར་བརྒྱུད་ལམ་སོགས་སུ་གནས་ཚུལ་ཞེས་ས་ལ་སྤོང་རྟགས་དང་བཅས་པ་མཐོང་རྒྱུ་འདུག་པ་དེས། རྒྱ་གཞུང་གི་དབུས་དང་ས་གནས་ཀྱི་ལས་བྱེད་རྣམས་རྒྱ་ཆེའི་སྤྱི་ཚོགས་ནང་ངོ་གནོང་དགོས་པའི་གནས་ཚུལ་ཆགས་ཡོད་པས་མ་ཚད། རྒྱ་ནག་གཞུང་གིས་བོད་ཀྱི་ཕྱི་སྣོད་ཁོར་ཡུག་ལ་གཏོར་ཤན་དང། བོད་མི་རིགས་ལ་མནར་གཅོད་གཏོང་མཚམས་རྒྱུན་ཆད་མེད་པའི་དངོས་ར་གསར་པ་འཕྲོད་ཡོད། སྡེ་དགེའི་ཞི་བའི་མི་མང་ཉེས་མེད་འཛིན་བཟུང་བྱས་པ་ཡོངས་རྫོགས་འཕྲལ་མར་གློད་བཀྲོལ་གཏོང་དགོས་པ་དང་མི་མང་གི་རེ་འདུན་དང་མངོན་འདོད་ལ་གུས་བརྩི་བྱ་དགོས་པའི་རྒྱ་གཞུང་ལ་བརྡ་ལན་སྤྲད་རྒྱུ་ཡིན། རྒྱ་གར་རྡ་རམ་ས་ལར་བསྟན་རྒྱལ་ཞེས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་ཕལ་ཆེར་བསྟི་གནས་ཁང་གིས་ཕྱི་ལོ་ཉིས་སྟོང་ཉེར་བཅུ་རྩ་བརྒྱད་ལོའི་རྒྱ་ནག་གི་རྒྱལ་མཚམས་ལས་བརྒལ་བའི་རོང་བོ་ལུང་པའི་ནང་ཡོད་པའི་བོད་མི་རྣམས་ལ་དྲག་གནོན་དང་སིམ་འཚེར་གཏོང་ཤུགས་ཆེ་རུ་བཏང་ཡོད་པའི་སྙན་ཐོ་ཞིག་བསྟན་པའི་ནང། རྒྱ་དམར་གྱི་གསང་མྱུལ་བས་བོད་ནང་གི་བོད་མི་རིགས་དང་རང་དབང་ལུང་པའི་ནང་ཡོད་པའི་དཔེ་འདིའི་བར་འབྲེལ་བ་ཧ་ཅང་དཀའ་ལས་ཁག་ཏུ་བཏང་སྟེ་འབྲེལ་མཐུད་མི་ཐུབ་པ་བཟོ་རྒྱུའི་ལས་ཀྱི་ངན་གཤོམ་བྱེད་བཞིན་པ་དང། བཙན་བྱོལ་བོད་མིའི་སྒེར་གྱི་གྲོང་ཐོ་བསྡུ་རུབ་བྱས་ཏེ་དེའི་ནང་སིམ་འཚེར་གྱི་གནས་ལུགས་འཁྱོག་བཤད་ཕྱོགས་ཕེར་བྱ་ཐབས། ཕྱི་ནང་གང་སར་ཤོག་མགོན་ཆེན་པོ་མཆོག་གི་གསུང་ཆོས་སོགས་ལ་འགྲོ་མི་ཆོག་པའི་བཙན་བཀའ་བཏང་བ་བཅས་བོད་མིའི་སེམས་ཁམས་ལ་དོ་ཕོག་ཆེན་པོ་གཏོང་བཞིན་པའི་ཉམས་ཤིག་སྙན་ཐོ་ཡང་ཐོན་ཡོད་ལ། དེ་བཞིན་དབྱིན་ཡུལ་དུ་བསྟན་རྒྱས་ཞེས་པའི་བོད་གནས་རྟ་ཤི་ཁོངས་ནས་ཕྱི་ལོ་ཉིས་སྟོང་ཉེར་བཞི་རྩ་གསུམ་ཟླ་བ་དགུ་པའི་ཚེས་དྲུག་ཉིན་གནས་ཚུལ་ཕན་ཆད་བསྡུ་རུབ་ཀྱིས་བོད་ནང་དྲ་རྒྱ་བརྒྱུད་བོད་ཡུལ་ཀུན་ཏུ་རྟ་སྲུང་ཞེས་པའི་ཞིབ་འཇུག་བརྙན་འདིའི་ནང། རྒྱ་ནག་གི་གཉེན་ཆས་རྒྱལ་ཁབ་ཁ་བསླུས་ངོ་རྒོལ་ལྟེ་གནས་ཞེས་པ་ཁྱབ་བརྡལ་དུ་གཏོང་ནས་བོད་མི་ཚོར་བཙན་འོང་གི་གཉེན་ཆས་དེ་རིགས་ལག་ཐོགས་ཁ་པར་ནང་བཙན་རྒྱུག་གིས་བོད་མིའི་འགྲོ་འདུག་བཤད་གསུམ་ལ་འགྱུར་བ་ཐེབས་ཀྱི་ཙམ་མ་ཟད་གཉེན་ཆས་དེས་བོད་མི་སྒེར་གྱི་གནས་ཚུལ་དང་ཞལ་ཤེས་ལ་གསོག་མྱུར་གྱི་སྒེར་གྱི་གོ་ཡུལ་དང་བདེ་འཇགས་ལ་ཉེན་ཁ་བཟོ་གི་ཡོད་འདུག་པར་གཞི་རྩའི་རྒྱ་ནག་དམར་གཞུང་གི་འགོ་ཁྲིད་ཚོས་བོད་ནང་བཙན་འོག་ཏུ་ཡོད་པའི་བོད་མི་ཙམ་མ་ཟད་བོད་ཀྱི་ཕྱི་ལོགས་རང་ལུང་བའི་ནང་ཡོད་པའི་བོད་མི་ཚོར་ཡང་སྡིགས་ར་དང་སུན་གཙེར་བཟོ་བཞིན་ཡོད་པའི་དངོས་ར་འཕྲོད་ཡོད་པ་རྒྱལ་སྤྱིའི་སྤྱི་ཚོགས་ནས་ཤེས་རྟོགས་ཡོད་ངེས་ལྟར་དེ་དག་མགོ་ཐོག་དགོས་པའི་སྐུལ་འདེད་ཞུ་རྒྱུ་ཡིན། བོད་དེ་ལོ་རྒྱུས་ཐོག་ནས་རང་རང་བཙན་གྱི་རྒྱ་ཁོབ་ཅིག་ཡིན་ལ་བོད་དེ་རྒྱ་ནག་དམར་གཞུང་གི་འདས་ལོ་དྲུག་ཅུ་ལྷག་རིང་ཁྲིམས་འགལ་གྱི་ཧམ་བཟུང་འོག་ཚུད་ཡོད་པ་ཞིག་དང། རྒྱ་ནག་དམར་གཞུང་གིས་རྦད་དེ་གནའ་སྔ་མོ་ནས་རྒྱ་ཁོངས་ཡུལ་ཁུལ་དང་རྒྱལ་སྤྱིའི་མཆན་ཡོངས་སུ་རྒྱ་ནག་གཅིག་གི་སྲིད་གཞི་ལ་ཁས་ལེན་དགོས་པའི་མགོ་སྐོར་བཏང་དང་གཏོང་བཞིན་ཡོད་ཀྱང། དུས་རབས་ཉེར་གཅིག་པའི་འཛམ་གླིང་མི་མང་རྣམས་བསླུ་བྲིད་བྱ་བྱེད་དེ་ཡི་འོག་ཚུད་སྟོབས་མེད་པ་རྒྱ་ནག་གི་དཔོན་རིགས་ཚོས་ངེས་པར་དུ་ཤེས་དགོས། བོད་མིའི་སྒྲིག་འཛུགས་ཀྱིས་འདས་པའི་མི་ལོ་བཅུ་ཕྲག་འགའ་ཡི་རིང་རྙིང་མའི་དབུ་མའི་ལམ་གྱི་སྲིད་གཞིའི་སྤྱིའི་བོད་སྤྱིའི་དཀའ་རྙོག་སེལ་བའི་ཐབས་ལམ་བསྟན་ཡོད་པ་མ་ཟད། བོད་བོད་རིགས་ཡོངས་ལ་མེ་མདའི་མཚུངས་པའི་རང་སྲིད་རང་སྐྱོང་གི་བསམ་འཆར་ཡང་རྒྱ་གཞུང་ལ་སྤྲད་ཟིན་ཡང་རྒྱ་གཞུང་ནས་ད་བར་འགན་ཁུར་གྱིས་ཀྱིས་མ་ལོངས་པའི་ཉེར་ལེན་ལས། ལ་པ་ཏི་གི་ལྡོག་པ་མི་ཐེག་པའི་དཔེ་བཞིན་རྒྱ་གཞུང་གི་དཔོན་རིགས་ཚོའི་ཞལ་འབབ་ལ་རག་ལས་ཡོད། ཕྱི་ནང་གང་སར་ཤངས་མགོན་རྒྱལ་དབང་ཀུན་བྲིས་བཅུ་བཞི་པ་ཆེན་པོ་མཆོག་གིས་ལོ་མང་སྐུ་ལས་བསྐྱོན་པའི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ད་བར་རྒྱལ་སྤྱིའི་གཞུང་དང་མི་མང་སོགས་ཀྱིས་བོད་དང་བོད་མིར་མཚན་མཐུན་རྒྱབ་སྐྱོར་གནང་བཞིན་པ་ལྟར། ལྡི་ལིའི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་འཕྲིན་འཆར་ལ་ཆབ་སྲིད་ཚོགས་པ་གཉིས་ཀས་མཚན་མཐུན་རྒྱབ་སྐྱོར་གྱི་མོ་མན་གྱི་ཐོག་ནས་གཏན་འབེབས་གནང་ཐུབ་པར་དགའ་བསུ་ཞུ་རྒྱུ་དང། ཨ་རི་གྲོས་ཚོགས་ནང་གྲོས་འཆར་ངོ་སྤྲོད་གནང་མཁན་གྲོས་ཚོགས་འཐུས་མི་ཇིན་མེག་གྷོ་ཝན་མཆོག་དང་གྲོས་ཚོགས་འཐུས་མི་མེ་ཀལ་མེ་ཀོལ་རྣམ་གཉིས་དང་གྲོས་འཆར་ལ་རྒྱབ་སྐྱོར་གནང་མཁན་ཨ་རི་གྲོས་ཚོགས་འཐུས་མི་རྣམ་པ་བཅས་ཚང་མར་རྒྱལ་སྤྱིའི་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་སྙིང་ནས་བཀའ་དྲིན་ཆེ་ཞེས་ཞུ་རྒྱུ་ཡིན། འདས་པའི་ལོ་ཤས་ནང་རྒྱལ་སྤྱིའི་ཐོག་རྒྱ་ནག་དམར་གཞུང་ལ་ཆ་འཇོག་བྱེད་མཁན་ཇེ་ཞན་ཇེ་ཉུང་དུ་འགྲོ་བཞིན་པ་མ་ཟད་རྒྱ་ནག་རྒྱལ་ཡོངས་སུ་ནོར་ཁུལ་ཐོབ་ཚད་རྣོ་ངར་གྱིས་མངོན་སུམ་དུ་མཐོ་འགྱུར་ཡོད་ལ། དཔལ་འབྱོར་ཉོ་སྨན་དང། དེ་བཞིན་རྒྱ་ནག་ནང་ཁུལ་གྱི་མཐོང་ཚོང་ལས་རིགས་སོགས་མ་རྩ་ཅན་མང་པོ་ཞིག་ཚོང་ལས་བྱ་གཞག་ཉམས་རྒུད་དུ་སོང་བའམ། ཐ་ན་ཚོང་གི་མ་རྩ་བསྡུས་ནས་ལས་མི་ཆེད་འབོར་ཆེན་ལས་ཤོར་གྱིས་ཡོང་འབབ་མེད་པའི་གནས་སུ་གྱར་ཡོད། མི་མང་གི་རྒྱུན་གཏན་འཚོ་བ་དཀའ་ངལ་ཆེན་པོ་འཕྲད་ཀྱིན་ཡོད་པས་མི་མང་ཚོ་ཡང་འུ་ཐུག་ནས་རྒྱ་གཞུང་ལ་ངོ་རྒོལ་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་མ་ཟད། སྨྲ་བརྗོད་རང་དབང་གི་དབང་ཆ་ཅི་ཡང་མེད་པའི་སྤྱི་ཚོགས་ནང་ད་ཆ་ཕྱི་རོལ་གྱི་བྱམས་བརྩེའི་ཐོག་གཞུང་དང་ཆེས་མཐོའི་དཔོན་རིགས་ལ་ཤན་འབྱེད་ཀྱི་ཡིད་ཆེན་ཚགས་པར་འབྲི་མཁན་དང་བཞག་མཁན་སོགས་མངོན་སུམ་དུ་མཐོང་རྒྱུ་ཡོད་པ་སོགས་ད་ལྟའི་རྒྱ་ནག་དམར་ཤོག་ཚོགས་པས་འཛིན་པའི་གཞུང་འདི་ད་དུང་དུས་ཡུན་ཇི་ཙམ་ཁུངས་འཁྱོལ་ཐུབ་མིན་སུས་ཀྱང་ཚད་དཔག་བྱེད་དཀའ་བས། གནས་བབ་དེ་འདྲའི་འོག་སྐབས་རང་རེའི་བཙན་བྱོལ་དུ་ཡོད་པའི་བོད་མི་རྣམས་ཀྱིས་ནུས་པ་གཅིག་ཏུ་བསྒྲིལ་དགོས་པའི་དུས་ལ་བབ་ཡོད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་ནས་རྒྱལ་སྤྱིའི་ནང་དང་དེ་བཞིན་རྒྱ་གར་གྱི་མངའ་སྡེ་མང་ཆེ་ཡི་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་འཁྱག་རྒོད་ཀྱི་བོད་དོན་ངོ་སྤྲོད་དང་ཞུ་སྐུལ་ལས་འགུལ་སྤེལ་ཐུབ་པ་བྱུང་ཡོད། ད་དུང་མུ་མཐུད་འཛམ་གླིང་ས་ཕྱོགས་གང་སར་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་ཏེ་བོད་དོན་ཐོག་རྒྱབ་ཤོར་བ་ཇེ་མང་ཡོང་ཐབས་ལ་འབད་བརྩོན་ཞུ་རྒྱུ་ཡིན། གོང་ས་ཤོག་མགོན་ཆེན་པོ་མཆོག་གིས་རིང་ནས་ཐུགས་ལ་བརྣག་པའི་དད་ནུས་ཀྱིས་བོད་མི་ཆབ་སྲིད་ཀྱི་འཛིན་སྐྱོང་གང་ཟག་སྤྱི་ལ་བརྟེན་མི་དགོས་པར་བོད་མི་མང་གི་འོས་འདེམས་བྱས་པའི་མགོ་ཁྲིད་རྣམས་ལ་དབང་ཆ་ཕྱོགས་བཞུར་གནང་བ་ལྟར། གྲོས་ཚོགས་ཚོགས་དུས་ལྔ་པའི་སྐབས་གྲོས་ཆོད་དགོངས་དོན་ཁྲིམས་འཆར་ཤར་རྒྱུད་འཆར་ཟིན་ཚོགས་ཆུང་གི་གྲུབ་དོན་སྙན་ཐོ་ཕྱི་ལོ་ཉིས་སྟོང་ཉེར་བཅུ་རྩ་གི་ཟླ་བ་གཉིས་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཚོགས་དྲུང་ལས་ཁུངས་སུ་ཕུལ་འབྱོར་ཡོད་པས་རིང་མིན་གྲོས་ཚོགས་ཚོགས་དུས་བདུན་པའི་ཐོག་སྙན་ཐོ་སྙན་སྒྲོན་གྱི་འཕྲིན་ཡིག་གཏན་འབེབས་ཡོང་བར་གྲོས་ཚོགས་ནང་འགན་འཁུར་མཁན་ཚོགས་མི་རྣམས་ཆེད་བསྩར་དུ་བསྟེན་ཏེ་བཀའ་སྩལ་ཡོང་ཐུབ་པའི་རེ་བ་ཞུ་བཞིན་ཡོད། བཙན་བྱོལ་དུ་གྱར་ནས་ལོ་ངོ་བཅུ་ཕྲག་དྲུག་ལྷག་སོང་བའི་དུས་ཡུན་རིང་བོད་དུ་བོད་མིར་རྒྱབ་སྐྱོར་དང་མཐུན་རྐྱེན་བཞོ་སྤྲད་གནང་མཁན། གནས་ཡུལ་རྒྱ་གར་དང་ཨ་རི། ཡུ་རོབ་གཙོས་རྒྱ་ཁོག་ཁག་གི་གཞུང་དང་མི་དམངས། ཚོགས་སྡེ་སྒྲིག་འཛུགས་ཁག་དང་མིར་སྒེར་ཁག་བཅས་ལ་བཀའ་དྲིན་ཆེ་ཞུ་རྒྱུ་ཡིན། མཐའ་བརྟེན། ཕྱི་ནང་གང་སར་ཤོག་མགོན་ཆེན་པོ་མཆོག་རྟེན་འབྲེལ་མགོན་དཔུང་དམ་པར་སྐུ་ཚེ་ཞོགས་པའི་བཀའ་རྒྱར་བརྟེན་ཅིང་སློབ་ཆེན་ཐུགས་ཀྱི་དགོངས་རྒྱན་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ་དང། བོད་ཀྱི་བདེན་མཐའ་མྱུར་དུ་གསར་ཏེ་གཞིས་བྱེས་མཉམ་འཛོམས་ཀྱི་ཉི་མ་གང་མགྱོགས་ཤར་བའི་སྨོན་འདུན་དང་བཅས། བོད་མི་མོ་ཤི་འདུས་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་ཉེར་བཅུ་རྩ་བརྒྱད་ཟླ་བ་གསུམ་པའི་ཚེས་བཅུ་ལ་ཐུགས་ཆེ་ན།